སྔོན་མ། ཀརྨ་པ་བཞི་པ་རོལ་པའི་རྡོ་རྗེ་དང་འབྲེལ་བའི་ཐོག་ནས་ནི། ཀརྨའི་སྒར་ཆེན་དེ་ཐོག་མར། གི། ག་དུས་བྱུང་བ་རེད་ཟེར་སྐོར་ལ་འགྲེལ་བཤད་རོབ་ཙམ་ཞིག་བརྒྱབ་པ་རེད། དེའི་སྐབས་ལ་ཡང་སྒར་ཆེན་གྱི་རྟེན་གྱི་གཙོ་བོ་དེ། རྟེན་དགེ་མདོ་ལ་ཟེར་བ་ཞིག་ཡོད་རེད་བྱས་རྗེས་དེའི་སྐོར་ལ་ཡང་རྟོགས་བཟོ་ཞུས་པ་རེད། ད་ཡང་དེ་རིང་ངས་མུ་མཐུད་ནས་རྟེན་འགལ་འདུ་ལ་དེ་དང་པོ་བྱུང་ཚུལ་དང། དེ་རིང་གཉིས་པ་དེ་ཨ་ནི་ཅིག་རྟེན་དེ་གི་ཅིག་བཟོ་ལྟ་དང་དབྱིབས་འདྲ་བོ་ག་རེ་ཡིན་པ། ཨ་ནི་དེ་བཞིན་དུ་ཀ་མའི་སྒར་ཆེན་དེ་གཏོར་ཚར་བའི་རྗེས་ལ་ཡང་ཨ་ནི་རྟེན་དེ་ག་བ་ཕྱིན་པ་རེད། འོ་ད་དེ་ཚོའི་སྐོར་ལ་ཡང་གསལ་ཁ་ཅུང་ཟད་རུ་སྟོན་བྱེད། ཨ་ནི་ཁ་སྣོན་གཏོར་བ་ཚོ་རུ་བརྒྱབ་ན་ཙམ་དྲན་སོང། ད་དེ་འདྲ་ཡིན་ན་ཡང། བསྟན་དགེ་མདོ་ལ་ཟེར་བ་དེ་དང། བསྟན་དགེ་མདོ་ལ་དང་ཨ་ན། བསྟན་དགེ་མདོ་ལ་དེ་རོལ་པའི་རྡོ་རྗེ་ཕྱག་ལ་ཡང་བྱུང་སྟངས་ཀྱི་སྐོར་དེ། ཁ་སང་སྔོན་མ་ཞུས་པ་ནང་བཞིན་གྱི། ཀརྨ་དཀོན་གཞོན་དང། སུ་བུ་ཀུན་སྤངས་བ་དང། ཨ་ནི་ཞྭ་དམར་ཁ་ཆོས་དབང་པོ་ལ་སོགས་པ། ཀརྨ་པ་རོལ་པའི་རྡོ་རྗེའི་དགེ་སློབ་མ་རྣམས་ཀྱིས་མཛད་པའི་དངོས་སློབ་རྣམས་ཀྱིས་མཛད་པའི་རྣམ་ཐར་ཡོག་རེད། ད་ག་ན་ཤིང་གི་ཚལ་པའི་དེ་མར་ཡོག་རེད། ཚལ་པའི་དེ་མར་དེ་པ་ཅིའི་རོལ་པའི་རྡོ་རྗེའི་རྒྱ་ནག་ནི་ཡང། ཕེབས་པའི་ལོ་དེ་ལ་ཡང་ཕ་ཇི་བརྩམས་བརྩམས་ཚར་བའི་ཟུར་འདི་ནི་ཆགས་མེད་འགྲོ་བསམ་བསམ་རུང་ཞིག་འདུག་བྱས་ཙང། འོ་ད། དེ་ལ་སོགས་པ་སྐབས་དེ་དུས་ཀྱི་མི་སྣ་ཚོས་ཀྱི་བྲིས་བཞག་པའི་གི། རྣམ་ཐར་གྱི་ནང་ལོགས་ལས་ཡ། དེ་ནས་བསྟན་དགེ་རྡོ་ལ་ཟེར་གྱི་མིང་ཙམ་ཡང་ཕ་ཇིའི།

ད་དེ་རིང་ཡང་བསྐྱར་དེ་ཞུས་པ་ཡིན་མིན་ན། ཞྭ་ནག་ཅོད་པན་འཛིན་པ་དྲུག་པ་སེང་གེ་སེང་གེ་སྒྲའི་རྣམ་པར་འཕྲུལ་པ་རིན་པོར་བྱོན་པ་རྣམས་ཀྱི་ཐུགས་དམ་རྟེན་མཆོག་ཁྱད་པར་ཅན་ཁྱད་པར་ཅན་དུ་འཕགས་པ་ཟེར། ད་དེ་འདྲ་ཅིག་གསུངས། གོ་ཤྲིས་ཀྱི་གསུང་དེ་ལ་ཡང་བལྟས་པ་ཡིན་མིན་ན། རྟེན་རྒྱན་རྡོ་ལ་དེ་བྱུང་ནས་ཀརྨ་པ་སྐུ་འཕྲེང་ཁ་ཤས་ཕྱིན་ཡོད་པ་དེ་གོ་གསལ་བ་བྱེད་བྱེད་ཤིན་ཐུ་བོ་རེད་བསམ་གྲབས། ཡིན་པ་ཡིན་ན་ཡང། རྗེ་རོལ་པའི་རྡོ་རྗེ་གི་རྣམ་ཐར་དག་གོང་དུ་ཞུས་པ་ནང་བཞིན་གྱི་ཁོང་གི་དངོས་སློབ་རྣམས་ཀྱི་མཛད་བཞག་པ་དེ་ཚོའི་ནང་ལོགས་ལ་ཡང། བདག་གང་ལྟར་རྟེན་འགལ་འདོར་ལ་དེ་འདྲའི་ཕྱག་ལ་བྱུང་བ་དེ་འདྲས་ཀྱི་གནད་དོན་གལ་ཆེན་པོ་འདི་མི་གསལ་བ་དེ་མ་བྲིས་པའི་རྒྱུ་མཚན་ག་རེ་རེད་ལབ་པ་ཡིན་མིན་ན། ད་འདིའི་གནས་ཚུལ་དེ་ལོ་ངོ་བརྒྱ་ཕྲག་མང་པོའི་གི་གོང་གི་གནས་ཚུལ་ཆགས་དེ་ཡོད་རེད་པས་ཐ་ན་ཡང་ཅིག་ལོ་དྲུག་བརྒྱ་གི་གོང་གི་གནས་ཚུལ་ཆགས་དེ་ཡོད་དེ་ནས་མིན་དུས་ས་ནས་ང་ལ་ཡང་ལན་ཏག་ཏག་རེ་བ་ཅིག་ངས་ལན་ཏག་ཏག་ཅིག་ཕུལ་འདུག་མར་བ་ད་ཡིན་པས་ན་ཚོད་དཔག་བྱས་ནས་ཞུས་པའི་མིན་ན། ད་འདི་གི་གནས་ཚུལ་དེ་ཐོག་མར་དཔལ་དགེ་མདོ་ལགས་དེ་ག་འདྲས་བྱས་ནས་ཨ་ནུ་རོལ་པའི་རྡོ་རྗེར་གྱི་ཕྱག་ལ་བྱུང་ཡོད་མེད་དེའི་སྐོར་དང་འབྲེལ་བ་ཆགས་བསྡད་ཡོད་ཀྱི་རེད་བསམ། ད་ག་ཚང་ངོ་མ་ཞུས་པ་ནང་བཞིན་ཉེ་ཆར་ང་ལ་ཡག་དེ་ནི། དཔེ་ཆ་རྙིང་པ་ཅིག་དཔེ་ཆ་རྙིང་པ་རུ་བཞག་ཡོད་རེད། དེ་ག་རེད་ཟེར་ན། རྗེ་ཞྭ་དམར་ལྔ་པ་དཀོན་མཆོག་ཡན་ལག་མཛད་པའི་གར་ཆེན་གྱི་རྟེན་མཆོག་འགས་མདོ་ལས་དཀར་ཆག་ཟེར་བ་དེ། ད་དེ་ལ་བྲིས་མ་མི་འདྲ་བ་གཉིས་ཐོབ་སོང། ད་དེའི་ནང་ལོགས་ལ་ཡང་ག་རེ་གསུངས་ཡོད་རེད་ཟེར་ན། རྟེན་འགས་མདོ་ལས་ཀྱི་རྒྱུ་བྱ་ག་རེ་ཡིན་པ། དེའི་སྟེང་དགེ་རྡོར་ལགས་བསྟན་དེ་རྒྱུ་བྱ་གང་ལས་བཟོས་པ་ཡིན་པ། ད་ནི་ཞིག་བཀོད་པའམ་བཟོ་ལྟ་ག་འདྲས་ཡོད་པ། དེ་ནི་བཟོ་མཁན་སུ་ཡིན་པ། ད་ནི་བསྟན་དགེ་རྡོར་ལགས་དེ་ད་སྐར་མ་པའི་ཕྱག་ལས་བྱུང་སྟངས་ལོ་རྒྱུས་ག་འདྲས་ཡིན་པ། དེ་འདྲས་བྱས་ཅིག་གང་ལྟར་ཁ་གསལ་ཁ་གསལ་པོ་བྱས་ཅིག་བྲིས་ན་ཞར་པོ་ཅིག་དེ་འདྲས་ཅིག་ཡིན་པ་རེད། ད་ཡིན་པས་ནས་བློ་ཕམ་པ་རུ་ཅིག་ལ་ཡ། མ་དཔེ་བྲིས་མ་གཉིས་ཀ་ལོག་གི་ནང་ལོག་ལ་ཡ། ཡི། ད། དེ་དཔེ་ཆ་དེ་བྲི་མཁན་དེ་གི། དེ་ནས། རྟེན་འགལ་འདོགས་ལ་བཟོ་མཁན་ག་རེད་སུ་ཡིན་པ་དང་ད་ནི་རྟེན་འགལ་འདོགས་ལ་དེ་སྐར་མ་པའི་ཕྱག་ལ་ག་འདྲེར་བྱུང་སྟངས་སྐོར་དེ་བྲི་རྒྱུ་ཆད་ཤག་ཤུག་གུ་ཆད་པ་རེད་མི་འདུག་འདས་མ་ཆད་པ་རེད་མི་འདུག་ད་རང་ཁོས་གི་དེ་ནི། དེའི་སྐོར་དེ་ཆ་ཚང་ལོབ་ད་དེ

པར་ལྟར་ང་ཚོས་ཤེས་ཐབས་ཕལ་ཆེར་མེད་པའི་སོར་ཆགས་རེད། དེ་ནས་ད་ཡི་གེ་བྲིས་མཁན་དེ་ད་ལྟ་ཡོད་མ་རེད་མ་གཏོགས་ཁོ་ལ་རྙོག་ར་ཞིབ་ཕྲ་ཞིག་བཤད་དགོས་ཡ་རེད། ཁྱོད་དེ་འདྲའི་གནད་འགག་ཆེན་པོ་དེ་དེ་དེ་མ་བྲིས་ནས་ཁྱོད་དེ་འདྲའི་གང་ཅིར་ཆོམ་ཆ་བརྒྱབ་སོང་དེ་དུས་ཁྱོད་གང་རེད་སོགས་ཅིག་དྲི་དགོས་ཚར་བ། ད་ཡིན་ན་ཡང་ད་ཁོ་གྲོངས་ཚར་དུས་ད་ང་ཚོ་ཐབས་ཤེས་ཡོད་མ་རེད་པ། ད་ཡིན་པ་ཡིན་ན་ཡང། ཡང་ང་ཚོ་ལ་ལམ་འགྲོ་རུ་ཅི་ག་རེ་ཅི་ག་རེ་འདུག་ཟེར་ན། ཀ་མའི་མཁན་པོ་རིན་ཆེན་དར་རྒྱས་ཀྱིས་མཛད་པའི་ཀ་མ་དགོན་པའི་གྱི་གདན་རབས་ལོ་རྒྱུས་ཀྱི་ནང་ལོགས་ལ་ཡང། དེ་ནས། བསྟན་དགེ་འདུ་ལགས་དེ་ག་འདྲས་བྱུང་པའི་སྐོར་ལ་ཡང། གསལ་ཁ་བྱས་ནས་བྲིས་གནང་འདུག། དེའི་གི་ནང་ལོགས་ལ་ག་རེ་གསུངས་འདུག་ཟེར་ན་ད་ངས་མ་ཀློག་མ་གོ་ཆོད་དོན་དག་དེ་ངས་ཁྱེད་རང་ཚོར་ཞུ་གི་ཡིན་ད། ད་སི་ཏུས་སྤྱི་བཏང་གི་ཀ་མའི་དགོན་པ་དེ་ཀ་མ་དགོན་པ་དེ་གཙོ་བོ་དེ་གྲུབ་ཆེན་ཀ་མ་པ་ཤིའི་གི་ད་ཁོ་རང་ཁོང་གི་ད་དབུས་རྒྱུད་ཟེར་མ་ད་ཚ་དབུ། ཁོང་གི་ཚ་དབུ་གི་རྒྱུད་པ་དེ་ཚོའི་ཚ་དབུ་ཚ་དབུ་བྱས་དེའི་ཚ་དབུའི་ཚ་དབུ་བྱས་དེ་འདྲས་བྱས་ཅིག་དབུས་རྒྱུད་གི་ཨ་ནི་འཛིན་གནང་གི་ཨོ་རོ་པ། དབུས་རྒྱུད་ཀྱི་འཛིན་གནང་གི་ཡོད་པ་ཡིན་དུས་བསམ་ནས་ད་ང་ཚོ་སི་ཏུ་སྐུ་དྲིན་ད་གོང་མ་མང་པོ་ཅིག་ཀརྨ་པ་ཞིག་གི་དབུས་རྒྱུད་ལ་འཁྲུངས་བསྡད་པ་ཆགས་རེད།